ལུས་སེམས་ཀྱི་སྡུག་བསྔལ་སེལ་བའི་རྟེན་འབྲེལ་ཚུལ། སྡུག་དེ་གར་བྱུང་ཡོད་ལ་ན་ལུས་སེམས་ལ་ན། ལུས་ལ་ན་གཟུགས་པོ་རེད་སེམས་ལ་ན་སེམས་པ་རེད་འདི་གཉིས་ཀྱ་སྡུག་བསྔལ་དང་དཀའ་ངལ་མེད་བ་རྟེན་འབྲེལ་མཚོན་གྱི་ཡོད་རེད། སེར་སྙ། སེར་སྙ་འདྲེས་ཡོད་རེད། ཕ་མ་དང་དགེ་སློབ་གྲོགས་པོ་སོགས་ཀྱི་བར་འགྱུར་མེད་ཀྱི་བརྩེ་བ་ཡོད་པའི་རྟེན་འབྲེལ་མཚོན། གསལ་བསྙག་འདིའི་ཁར་མཚོན་རྒྱུ་ལ་ན་ཕ་མ་དགེ་རྒན་སློབ་གྲོགས་གྲོགས་པོ་བཞིའི་བར་ལ་བརྩེ་བ་ཡག་པོ་ཡོད་བ་རྟེན་འབྲེལ་མཚོན་གྱི་ཡོད་རེད། བུམ་པ་བུམ་པ་ལ་ན་འབྲེལ་ཡོད་རེད། ཡོན་ཏན་མ་ལུས་ཁོང་དུ་ཆུད་པ་དང་རྒྱུ་སྣོད་ཀྱིས་ཕྱུག་པའི་རྟེན་འབྲེལ་མཚོན། བུམ་པ་དེ་ཁ་ཆུ་འགྱུར་ལ་ན་ཡོན་ཏན་ལ་ན་སློབ་སྦྱོང་ཡག་པོ་ལེའུ་རེ། རྒྱུ་སྣོད་ལ་ན་བཅའ་ལ་རྩ་ཆེན་པོ་ལེའུ་རེ་འདི་གཉིས་རྒྱ་ཡག་པོ་ཡོད་བ་རྟེན་འབྲེལ་མཚོན་གྱི་ཡོད་རེད། པད་མ་པད་མ་ལ་ན་ཨ་འབྲས་ཡོད་རེད་དེ། སྤེལ་མ། རུག་མཛེས་ཤིང་གཤིས་རྒྱུད་དྲང་བའི་རྟེན་འབྲེལ་བཙུན། སྤེལ་མ་འདི་ག་ཚུན་གྱུར་ལ་ན་གཟུགས་པོ་སྙིང་རྗེ་མོ་དང། གཤིས་ཀ་ཡག་པོ་ཡོད་བ་རྟེན་འབྲེལ་མཚོན་གྱི་ཡོད་རེད། དུང་དཀར། དུང་དཀར་རང་འདྲ་ཡོད་རེད།

སྤྱི་དང་པ་བེའུ་འདི་ལ་མིང་གསུམ་ཡོད་མིང་གསུམ་ཡོད་རེད་པ་བེའུ་པ་སྤྲ་ཡོངས་གྲངས། ཚེ་རིང་ཞིང་བློ་རིག་བཀྲ་བ་ཀུན་ལ་མཐུན་ཞིང་འགྱུར་མེད་ཀྱི་བཟའ་བཅའི་ཡོད་པ་དེ་མཚོན། གཉིས་པ་བེའུ་འདི་ག་སྤྱོད་འདོད་ལ་ན་ཚེ་རིང་པོ་རིག་པ་སྤྱང་པོ་དང་གཉིས་མི་ཚང་མ་མཉམ་དུ་མཐུན་པོ་ཡོད་པ་མཚོན་གྱི་ཡོད་རེད།

སྡང་དགྲ་ཞིག་གིས་བསྣུན་ཅིང་གང་སེམས་ཡུལ་ལ་སླེབས་པ་དེ་ཚུན། ཁོ་རུལ་འདི་ཁ་ཆུ་འདུག་ལ་ན། སོ་སོའི་དགྲ་བོ་དེ་མེད་པར་བཟོས་པ་དང། སོ་སོའི་སེམས་ནང་གར་བསམ་པ་ཚང་མ་འགྲུབ་པའི་རྟེན་འབྲེལ་མཚོན་གྱི་ཡོད་རེད།